མི་ཆོས་ལོ་རྒྱུས་ནང་ཆ་བཞག་ནས་བཅོམ་ལྡན་འདས་རང་གི་སྐུ་དྲུང་ལ་ཡང་ཡོད་པ་ཡིན་ནའི་ད་སོ་སོའི་ལས་ཀྱི་སྐོར་འཚམས་ཆོས་ལ་སླེབས་ཚར་ན་བཅོམ་ལྡན་འདས་ཀྱི་ནང་དོན་སྐད་མེད་པ་ནམ་རྒྱུན་གསུང་གི་ཡོད་པ་ལམ་རིམ་ནང་ལོ་ལ་བཅོམ་ལྡན་འདས་རང་གི་དྲུང་ལ་ཡང་སྨན་པའི་རྒྱལ་པོས་སྨན་གསོལ་ར་ན་ཕྱག་ན་རྡོ་རྗེས་བགེགས་བསྲུང་ཞེས་ཞུ་བ་ཡིན་ནའི་ལས་རྫོགས་ན་ཤི་གི་རེད་ཟེར་ནས་ནམ་རྒྱུན་གསུང་གི་ཡོད་པ་ལས་ལ་ཐུག་ན་བྱ་སྐད་ཡོད་མ་རེད་ཟེར་གསུང་གི་ཡོད་པ་ད་འདི་འདྲ་ཡིན་དུས།

ངའི་ལག་པ་འཆང་ནི་ན་བཟའ་སེར་ཕུད་ཡང་མེད་པར། ཐུབ་ནོར་སྟེགས་བུ་ཆུ་ཡིས་མི་དཀྲུགས་ཤིང་འགྲོ་བའི་སྡུག་བསྔལ་ཤག་གིས་མི་སེལ་བ་གསུང་གི་ཨ་རེད། ཨ་ནི་ང་འདྲ་བ་ཞིག་གིས་ད་ག་བར་ཡོང་གི་རེད། བས་རྨོངས་དད་ཚ་བོར་འདྲེན་རྒྱ་ད་ངའི་ཕུགས་ཀྱི་ནི་ཅི་ཕན་གྱིས་ནས་ཟིག་འདུག། ལུས་ཅི་བྱས་ད་ད་འདི་ཉིད་དུ་ཡིན་རྨོངས་ཅིག་ཕུགས་ཀྱི་རོ་ཇི་ཟ་མིག་ལ། ཨེ་ངའི་རྩེད་མོ་རྩེད་ཆེ། ཨེ་ནི་ངའི་མིག་ཡག་པོ་ཁེབས་མེད་ངས་ལ་ཕུགས་ཀྱང་ངས་ཆུ་ནི་ངའི་ཕུགས་ཞེས་ཟེར་བ་ཡིན་ཤག་ཡིན། བྱེད་ས་དེ་འདྲ་ཡིན་དུས་དེ། ང་ཚོ་ཁ་ཡོད་ལག་ཡོད་གང་ལ་འགྲོ་དགོས་རེད་མ་གཏོགས། གཅིག། མི་ཞབས་འདྲེན་བྱེད་ན་ཕན་ཡང་ཕན་གྱི་རེད་ད་སོ་སོས་ཞབས་འདྲེན་སོ་སོས་བྱེད་རྒྱུ་རེད་མ་གཏོགས་སོ་སོས་རྒྱུན་དུ་དགེ་ཡའི་ཚིག་བཏོན་པ་མ་ཡིན་པ་དངོས་གནས་དྲན་ནས་མང་ཐོས་སྒྲུབ་ལ་བརྩོན་བྱ་གསུངས་བཞག་གི། ད་ནམ་རྒྱུན་ཕྱེད་ཀ་ངས་བོ་ཤོར་གྱིན་ཡོད་ཕྱེད་ཀ་དངོས་གནས་ཡིན་ད། ད་ལོ་དྲུག་ཅུ་རིང་ལུས་ཡ་ད་སྟོང་ཉིད་ཀྱི་ལྟ་བ་བསམ་བློ་ཞིབ་ཞིབ་བཏང་བསམ་བློ་བཏང་བསམ་བློ་བཏང་ནས་ད་སྟོང་ཉིད་ཀྱི་ལྟ་བ་ག་ལ་གང་འཚམ་གྱི་གྲོགས་ལས་ཀྱི་འདུག་བ། གྲོགས་ལས་པའི་ལག་རྗེས་ལ་ཡ་ཉུང་ངུ་བྱུང་འགྲོ་གི་འདུག་བ། ངས་ལ་འདོད་པའི་ཉུང་ངུ་བྱུང་འགྲོ་བསྡད་ཀྱི་འདུག་བ།

དབང་པོའི་ཤུལ་རྫོགས་དེ་ཡང་སྐུ་དེ་ཉིད་ནམ་མཁའི་དབྱིངས་སུ་ཆུ་འཛིན་བཞིན་འོད་ཅེས་སྦྱངས་པས་རྣམ་དག་ཡེ་ཤེས་རྣལ་འབྱོར་གྱི་བདེན་པ་འཛིན་པའི་ས་བོན་དྲུངས་འབྱིན་ཤོག་སེར་ཨ། ཚིག་འདི་ལབ་དུས་ཚིག་ནི། གཅིག་བྱ་ཡོང་གི་གཅིག་སོ་སོ་གཅིག། དངོས་གནས་དྲང་སྙོམས་ཀྱི་པའི་ལུས་ཀྱི་བ་སྤུ་དྭངས་སོར་གཅིག་གཅིག་ཡོང་གི་དེ། ད་ད་བདེན་འཛིན་དུས་ད་ལྟ་བུ་དུ་སྡུག་པོ་ད་ངས་དེ། ད་དོན་གྱི་འོད་གསལ་གྱི་ཡེ་ཤེས་སྐྱེས་ནས་ད་བཅོམ་དུས་ཡར་བཅད་ཀྱི་དེ་ཡི་འགོག་རོགས་ད།

ད་བདེན་འཛིན་དང་རང་གཅེས་ཚེ་ཁ་གྲངས་མེད་པ་གཅིག་གིས་བཟོ་ལྟ་ཞིག་བཟོས་ཐུབ་ཡོད་དུས་ཨ་ནི་རིམ་པས་རིམ་པས་ཀྱིས་སོ་སོ་རང་ཉིད་ཀྱི་རྒྱུད་ལ་ཡར་སྔོན་ནས་རང་གཅེས་འཛིན་གྱི་རྐྱེན་པས་སེམས་ལ་རྣམ་རྟོག་རེ་དོགས་ལུ་གུ་རྒྱུད་ཡོང་དེ་ཨ་དེ་གཅིག་མྱོང་ཞིང་བདེན་འཛིན་གྱི་གཞི་བྱས་པའི་ཕར་སྔོན་ནས་པས་ཡོད་དེ་བ་གཅིག་ལ་འཛིན་པ་ཨ་འཐས་ཀྱི་ཐོག་ནས་ཆགས་སྡང་སྐྱེས་ཨ་དེ་ཤུགས་ཆུང་བ་ཕྱིན་ཆད་དེ་ཁ་ཡོད་ལག་ཡོད་རེ་དོགས

གང་ལྟར་ལྷན་ཅིག་མ་འདུག་ཚིག་འདི་ཁྱེད་རང་ཚོ་ཚང་མའི་བློ་ལ་བཞག་ཆེ་ཤེས་སོང་ཨ། སློབ་གཉེར་འདི་ཡར་ཤུགས་ཅིག་བརྒྱབ་གཞུང་ཚང་མ་བློ་དཀྲིགས་ནས་དཔྱད་ཤེས་པ་ཅིག་རེ་དང། སོ་སོའི་ཡིག་ཆའི་ནང་ལོགས་ལས་ཁ་ཆུ་མ་བསྐོལ་ཤེས་པ་དེ་གཙང་བོ་ཆ་མ་བཞག་པ་བྱས་ཤེས་དང་ཡིག་ཆ་འདྲ་མི་འདྲ། བའི་ས་དགེ་བཀའ་རྙིང་གི་མཁས་པ་གོང་མ་ཚོས་ག་འདྲི་ག་འདྲི་གསུངས་ཡོད་པ། ཨན་དེ་ནས་ཡར་ཕྱིན་ནས་བསྟན་འགྱུར་ནང་ལོགས་ལ་ཡ། ཨེ་ནི། དབུ་སེམས་ཀྱི་མཁས་པ་སོ་སོས་ག་འདྲི་ག་འདྲི་གསུངས་ཡོད་པ། ཚད་མ་རྣམ་འགྲེལ་ཡིན་ནི། ཅེས་ཀྱི་ད་རྣམ་འགྲེལ་གྱི་འགྲེལ་པ་འདྲ་མི་འདྲ་ཡོད་རེད་བ་དེ་ཚོའི་གྲས་དེ་མ་བལྟས་ནས་བསྡུར་བྱས།

ད་དེ་ལ་ཡང་རང་ལུགས་བཞག་སྟངས་ཀྱི་བོད་ཀྱི་མཁས་པ་སོ་སོས་བཞག་སྟངས་མི་འདྲ་མི་འདྲ་ཡོད་པ་དེ་ཚོ་དྲན་ཏེ་འདི་འདུག་གསུངས་བཞག་འདི་དགོངས་པ་ག་རེ་རེད་འདུག་རྒྱུ་མཚན་ག་རེ་འདུག་ཡང་ཡིག་ཆ་དེ་ཚོ་བསྟུན་པ་ཡིན་ན་གནོད་བྱེད་ག་རེ་འདུག་ཨ་ནི་རྩ་བ་རྒྱ་གཞུང་ལ་ཁུངས་གཏུགས་ཡོད་འདུག་ད་ལུགས་ག་བ་ཨ་ནི་རྒྱབ་རྟེན་མང་འདུག།

དེ་ཡུན་རིམ་བཞིན་དཀར་ནང་གི། བློ་སེང་དང་སྒོ་མང་ཐུགས་རྒྱབ་བྱས། ཐུགས་རྒྱབ་ཡིན་ན་ག་ཅིག་རེད་བྱིས་དུས་ཟ་ནས། ཁ་ཁ་བསྟན་པ་དམ་བཅའ་ཡོང་པ་རེ་སོང་རེད། ད་དེ་ཡུན་རིམ་བཞིན་དེ་སྟག་རྩེ་གཏོང་མཁན་གྲས་རེད་འདུག་བ། བྱས་ནས་ད་དེ། བླ་ཁ་གི་མ་རེད། ད་དེ་རིག་པ་དང་ནི་ཕལ་ཆེར་བླ་ཁ། ད་དེ་རྫུན་དུ་ཀྲུང་གོ་འཛུགས་སྟངས་སྐོར་ད།

ཤུགས་བརྒྱབ་ན་ཆ་རྐྱེན་ཏོག་ཙེ་དྲག་གི་རེད་ཁྱེད་རང་ཚོ་སློབ་གཉེར་མང་ཡོད་རེད། ཁྱེད་ཀྱི་སྙིང་མ་བཀོད་རྒྱུ་ས་སྐྱ་རུ་བྲལ་ཏེ་ཏོག་ཙེ་ད་སྔར་ཡིན་ན་ད་ས་སྐྱ་ཧ་ལས་བས་ད་མི་རྗེ་རིན་པོ་ཆེའི་བློ་སྐྱེད་ཡོང་ས་མང་བྱས་མི་ས་སྐྱའི་ཨ་ནི།

ཨེ་ནི། གང་ཡང་མི་འདུག་ཟེར་བ་གཅིག་གིས་ཁོ་རང་དང་པོ་དེ་བློ་ལ་ཤར་ཡོང་རྒྱུ་བརྩམས་ནས་ཁོང་སེམས་ནང་ལ་དཔེ་དེབ་གཅིག་དཔེ་དེབ་བཞི་བོ་གཅིག་གིས་དཔེ་སྒྲོག་མགོ་རུ་ལྡང་བྱས་དེ་བྱས་པ་རེད་ཟེར་གྱི་འདུག་བྱས་ནས་ལྟ་བ་དེར་སྐྱེས་ས་ད Quantum Physics ཟེར་བ་དེ་ད་ཚན་རིག་གི་ཐོག་ནས་ད་རིག་གོ་གསར་བ་ཞིག་རྙེད་ནས་ད་བདེན་དོན་གསར་བ་རྙེད་པར་གཅིག་གིས་གལ་ཆེན་པོ་བརྩི་དགོས་པ་རེད།

དེ་འཛིན་པའི་རྟོག་པ་ཡོད་པའི་རིང་དེ་ལ་ཨེ་ནི་དངོས་པོ་དེ་ཡོད་རེད། རྟོག་པ་དེ་མེད་ན་དངོས་པོ་དེ་ཡོད་མ་རེད། ག་རེ་ཟུར་ན་དངོས་པོ་དེ་རྟོག་པའི་སྣང་ཆ་ཙམ་རེད་བྱས་ད་ཚིག་ཇི་མ་ཇི་དང་དེ་ཡིན་ཇི་ད་དེ་ཡང་བོད་སྐད་ཏག་ཏག་འགྲོ་གི་མེད་པ་ཡིན་དུས་ཙང་ནས་བཤད་ཤིང་གི་མི་འདུག་དེ་ཕལ་ཆེར་དོན་དག་དེ་འདྲ་བཟོ་བཞིན་འདུག་རྟོག་པའི་སྣང་ཆ་ཙམ་མ་གཏོགས་མེད་དེ་ངེས་ཅིག། དེ་འདྲ་ཡིན་དུས་ཙམ་ནས་རྟོག་པ་ཡོད་ན་སྣང་ཆ་དེ་ཡོད་དེ་ངེས། རྟོག་པ་དེ་མེད་ན་སྣང་ཆ་དེ་མེད་དེ་ངེས་ཡིན་དུས་ལྷན་ཅིག་མིན་གྱི་རྟགས་རང་ཤེས་ཡོང་གི། ང་རང་ཚོ་ནམ་རྒྱུན་སེམས་ཙམ་པས། ད་ག་ས། ལྷན་ཅིག་དམིགས་པ་ངེས་པའི་ཕྱིར་དངོས་དང་དལ་ལོག་གཞན་མ་ཡིན་ཟེར་ནས། དངོས་འཛིན། དངོས་འཛིན་རྟོག་པ་དེ་དངོས་འཛིན་ཤེས་པ་དེ་ཡོད་པའི་རིང་དེ་དངོས་པོ་ཡོད་རེད། དངོས་འཛིན་ཤེས་པ་འགག་དུས་དངོས་པོ་ཡོད་མ་རེད་ཟེར་ནས་ད་ལྷན་ཅིག་མིན་གྱི་བཤད་ཡོང་གི་འདུག་བ།